ཚང་མ་ལོ་ལ་འདྲེ་ཞིག་དར་མ་བརྒྱ་ཡོད་རིང་ཨ་ནི་ད་ལྟ་འདི་དེ་ཡ་ད་རིང་ཉི་ཤུ་དགུ་རེད། དེ་ཕྱི་ན་ངའི་བརྙན་ཐུང་དེ་ཏོས་དུས་སྟོད་དེ་རྗེས་ལུས་དེ་རེད་ཆི་རེད་ཡིན་ན་ཡང་གལ་མི་འདུག་སོ་སོ་དྲན་ཐན་བྱེད་དུ་ད་ལྟ་ནས་བླུག་ཤའོ་བསམ་བྱུང་ད་ང་ད་ལྟ་འདི་རིང་ཉི་ཤུ་དགུ་རེད་ཨ་ནི་གཙུག་ལག་ཁང་ཕྲིན་ཆོག་ཅིག་ཕུད་ཁ་འགྲོ་འདི་ང་ལྷ་མོ་གང་ན་ལས་གསུངས་དེ་ནས་དེ་རིང་རྣམ་ཤེས་ཧ་ཅང་དྲང་མོ་རེད་ཤག་དེ་རིང་དུས་བཟང་པ་གནམ་གཤིས་ད་ལྟ་ཆར་པ་ཨེ་འདྲ་གཏང་གི་འདུག་ང་རང་ཡང་ཉེ་དུས་ཁྱི་བྱེད་ཡོང་བ་ཡིན་མ་ཏོ་ད་ང་དངོས་གནས་འབངས་ས་ཡོད་ནས་ད་མདོ་མི་དགའ་ཞིང་མི་མང་པོ་ཤི་བོ་བྱེད་དེ་ཡ་མཆོད་འབུལ་བྱེད་དེ་ཞེས་ར་ཨ་ནི་ང་རང་གི་ཡང་དེ་ཡ་སོ་སོ་གི་དུས་རྒྱུན་བཞིན་ང་ཡ་ཁར་བཙུགས་རེད་ད་དེ་སོ་སོའི་ཆེ་དགོས་ཡ་གི་མཆོད་འབུལ་དེ་ཚོ་ཚང་མ་ལོ་བསྒྲིགས་སུ་ལ་ཨ་ནི་ལྷག་པར་དུ་ཁ་འདོན་དེ་ཚོ་གཙང་མ་གཙང་རྐྱང་ཆགས་སུ་དེ་གི་ནང་ལ་དངོས་གནས་ཁུ་སིམ་སིམ་དང་ལྷིང་འཇགས་ཨ་ནི།

རྒྱ་གར་ཨ་ཅག་ལགས་ཁོ་རང་ནི་ཏག་ཏག་དེ་འདྲའི་རེད། ང་ནི་གྲང་ནས་ཤི་བ་དེ་འདྲ་ཡིན་དུས་བསམ་པ། ད་ལྟ་འདི་ཡང་གཙུག་ལག་ཁང་ལམ་ཀ་འདི་སྒོ་འགྲམ་ལ་རེད་ཨ་ཚང་མ་ལོ། ད་ཁ་གསོ་རེད་གསར་བརྗེ་བཙོང་ཉེན་ཚད་མ་བཙོང་ཉེན་ཚང་མ་ལོ་ད་མདོ་ཡང་རྦད་དེ་སེམས་ཤུགས་ཀྱི་དེ་ཡང་ཚོང་རྒྱག་དང་རྒྱག་བཞིན་པ་རེད་ཤག། རྣམ་ཤེས་ལྟ་དང་ལྡན་ཡང། ཧ་ལ་མེད་ན་དབྱར་ཟླ་ཡིན་པར་འགྲོ་བ་རེད་ཤེས་ར་དབྱར་ཁའི་ཟླ་བར་འགྲོ་བ་རེད་ཤ། དེ་འདྲའི་རྣམ་ཤེས་དྲང་མོ་ཞེ་དྲག་རེད་ཤེས་ད་རེས་ངན་ན་དངོས་གནས་རྣམ་ཤེས་དྲང་མོ་འདུག་ཨ་ནི། ད་དུང་དེ་དག་མ་ཟད་དངོས་གནས་བྱས་ན་ཡ། ཐག་ལམ་ན་འགྲོ་ཉེན་ཇི་ལྟར་འདུག་དེ་ཧང་སང་ཡ་རེད་ཤ། དངོས་གནས་བྱས་ན་ཐག་ལམ་དེ། རྣམ་ཤེས་དྭངས་མོ་ཡོད་དུས་འགྲོ་ན་སྐྱིད་བོ་ཤི་བ་རེད་དེ་ལྟ་དང་ང་ཚོ་ཡ་བ་དག་གི་མ་ཡ་རྣམ་ཤེས་དེ་འདྲ་ཆ་དུས་ཚང་མ་ཐག་ལམ་ལ། ལྟ་ཡུལ་འབྱོར་ཇི་ལྟར་མཐོང་ཡ་ཁག་པོ་ཞིག་ར་རེད་ཤ་ཡིན་ན་ཡང་མི་མང་པོར་བ། ཏུ་ཆེ་དང་ང་དེ་ཡང་ང་ཚོ་གི་ཏུ་ཁྲོམ་གི་དཀྱིས་མ་དེ་ཡང་འབྱོར་སོར་བ་མེན་ཅོག་ཟིག་རོ་བ་འོང་དེ་ཡང་འབྱོར་སོང། དེ་ནས་ང་ཚོ་གྲུ་སི་ལམ་པ་དེ་ནས་རི་བ་ད་ཏུ་ཆེ་ཆབ་བཏང་བ་གཅིག་པོ་མ་ཤི་ད་དུ་ཡང་རླུང་རྒྱབ་ཀྱི་རི་བ་སྟབས་ཡང་ནས་ངའི་དྲིང་ཉེ་དུ་ཁི་ཤ་འོང་དེ་ཡང་ཡག་པོ་ཞུ་བྱུང་སོང་ལ་ཉེ་དེ་ད་ང་གཉིས་དེ་ནས་ཏུ་ཆེ་ཆ་ངའི་དུས་དུ། གང་འཚམ་གྱིས་རྫོགས་ཚར་དུས་ཙམ་པ་ཡ་དགོངས་དག་ཐུག་པ་སོ་ཡ་ཇི་ལྟར་ཁག་པོ་རེ་བྱས། བྱས་ཙང་ང་རེ་ཡ་ཟ་ཁང་ནས་ཐུག་པ་ཞིག་ཉོས་ཨ་ནི་ང་གཉིས་དེ་ཡ་ཐུག་པ་ཞིག་འདུག་ཨ་ནི་འདུག་སྟེ་རེད། དེ་ནས་ད་སང་ཉིད་གནམ་གང་ཡོད་མར་བ་ཚེས་པ་གཅིག་རེ་བ་དེ་འདྲས་སོང་ཙང་ང་གཉིས་ཡ་དེ་ལོས་ས་ཚེས་པ་གཅིག་གི་གྲ་སྒྲིག་བྱེད་རྒྱུ་ཡིན་སོང་ཙང་ད་རིང་ཚོང་ཁང་སྒོ་ང་ས་ཁྱབ་དེ་ནས་ང་ཚོ་ཡ་རྫ་མ་ཞིག་བཅག་ཡ་ཡོད་རྫ་མ་དེ་བཅག་རྫ་མ་ནང་ལ་བི་ཤ་ཨོ་སི་ཏུ་དག་གོམ་ཨོ་ཟག་ཐུབ་བྱ། ད་ལྟ་རྣམ་པ་གཙོ་བོ་དེ་སྒོར་མོ་འདི་འདྲ་ཞིག་འདུག་འུ་ཚིག་སྐྱེ་བ་ལ་ད་ལྟའི་ང་ག་རེ་ཉོ་དགོས་ཡིན་ན་ད་ལྟ་གོ་ཚོད་མ་སོང། འདི་གང་འདྲི་ཚེ་འགྲོ་སོང་བཏང་དགོས་མིན་ད་ལྟ་གོ་ཚོད་མ་སོང་ལས་བྱ། ཨ་ནི་ཁར་ས། ད་ང་གཉིས་དེ་ཡ་གྲངས་ཀ་ཞིག་བརྒྱབ་ཨ་ལས་དང་པོ་ཁ་རས་ཅིག་གོན་ནམ་ཞིག་དེ་རྫ་མ་ནང་ལུག་རྒྱུར་བ་ཡ་ཁོ་ཚོའི་རྫ་མ་དེ་གཙང་མ་ཞིག་མི་འདུག་ནང་ལོག་ཚང་མ་ལོག་ཐང་ལ་རི་ཤ་དེ་སོང་ཙང། དང་ལོག་གི་སྒོར་མོ་བཤུ་གི་ཡོད་མ་རེད་ད་སྒོར་མོ་དེ་ཆ་ཚང་ལོ་སྦེད་དེ་ཐར་ལ་རེ་ཤི། ཨ་ནི་རྣམ་ཤེས་དྲང་མོ་ཡིན་པ་དང་དེའི་སྒང་ལ་དེ་ཐར་ལ་དེ་གི་འདུག་ཤི་ན། ཨ་ནི་ང་གཉིས་ཅག་ཡ་ནམ་ཁ་སོག་ར་དེ་ཡ་མ་ན་ཚ་ཡོད་རེད་པ་ད། ཨ་ནི་སང་ཉིན་ཆམ་པ་ཅི་ད་རྒྱབ་རྒྱུ་ཉག་གཅིག་རེ་ཤག་སོང་ཙང་ངས་ང་གཉིས་དེ་ཡ། ཁ་རས་ཁུན་བྱས་དེ་སྒོར་མོ་གྲངས་ཀ་བརྒྱ་དེ་ཡོད། ཨ་ནི་དེ་ནང་སྒོར་མོ་ག་ཚོད་ཡོད་མེད་ད་ད་བཤད་ཤིང་མི་འདུག་རེད་པ་ཡ་ཨ་ནི་ང་གཉིས་ཡ་མཐའ་མ་ནི་འགྲིག་བྱས། མདའ་མ་ནི་ག་ཚོད་བྱུང་གི་འདུག་འོན་ཏེ་བཅུ་སྟོང་བརྒྱ་ཡ་ཡིན་པ་ཨོ་སུ་མང་པོར་ཤི་འདུག་འོན་ནི་ཟླ་དེ་ན་ཡ་ལྔ་བརྒྱ་ལོ་གྲངས་དེ་འདྲའི་སྒོར་མོ་ཆེན་པོ་དེ་འདྲ་སྐྱེལ་ཡོང་བ་རེད་མཐོ་ཤོས་དེ་ཉིས་བརྒྱ་དང་བརྒྱ་དེ་འདྲ་རེད་ཤི་ར། ང་གཉིས་འདུག་སེ་བྱས་བྱས་སྒོར་མོ་གྲངས་ཀ་བརྒྱབ་ད་ཡིན་ན་ཡང་ང་དེའི་ཁར་སོང་རེད་སྒོར་མོ་ག་དུས་ཡིན་ན་ཡང་གང་ལྟར་ཁ་བཏུ། ཁ་སོང་རེད་ད། ལན། དེ་ནི་སྟབས་བདེ་མ་བོ་བ་ཞེ་གཅིག་པོ་མ་ཞིག། བཏབ་པས་ན་ཆ་བཞག་པས་ན། མཁར་སོགས་ལ་ལྟ་སྟེ་སྒོར་མོའི་དེ་ཁབ་ཅོག་དེ་ཕྱོགས་གཅིག་ལ་བཞག་སྟེ་ང་དུས་རྒྱུན་ནས་གོམས་གཤིས་སྤྱད་མེད་ནས་ཁོ་རང་ཡིན་པ་ཡིན་ན་དེ་རྦད་དེ་གོམས་གཤིས་རྦད་དེ་ཡོད་རེད་ཁོ་སྒོར་མོ་ལྟ་ག་དུས་ནས་ཁབ་ཅོག་འཇོག་མ་རེད། དེས་ང་ཚོ་དུས་རྒྱུན་བེང་འདི་ཚོ་ལས་ནས་ཁ་བཅོ་དེ་ཁ་བཏུག་གོ་ད་འོ་དེ་ཁོ་ཞལ་ལ་འབེབ་དེ་ཁོ་རང་དོ་སྣང་ཡོད་རེད་གོམས་གཤིས་ཡོད་རེད་ཨ་ནི་འདུག་ཅི་ད་དེ་ནས་ང་དེ་ཡག་འཐུས་ཟོས་གི་གྲ་སྒྲིག་བྱེད་དེ་ཡོད་ད་སང་ཉིན་གྱི་ཆེད་དུ་ང་གཉིས་སྒོར་མོ་གྲངས་བརྒྱབ་ཚགས་ཚང་མ་བྱས་ཚར་ནས་ད་ངས་དེ་ཡག་འཐུས་ཟོ་གིན་པ་སང་ཉིན་ཞོགས་པ་སྔ་བོ་ནས་འཐུས་རེད་ཅིག་གཟའ་འཁོར་བར་ང་ཚོ་ཕ་ཡུལ་ནས་འཐུས་དེ་རྟེན་འབྲེལ་ཡག་པོ་ཞིག་བརྩི་གི་འོ་རེད་འདུག་ཆེ་ཆུ་ར་དང་མ་དང་བུ་རམ་ལུག་བཅས་ད་ངས་དེ་ཡག་ཀྲུག་ཀྲུག་ཤི་ད་དེའི་རྐང་ཡག་རྩམ་པ་ཤི་ལུག་ན་ཨ་ནི། དེ་ཁ་སོག་པོ་རེད་ད། ཀྲུག་ཀྲུག་ཡག་པོ་ཞིག་བཏང་བས་ན་ཨ་ནི་མཐུས་ད་ག་རང་ཆགས་པ་རེད་ཅེས་ཨ་ནི་མཐུས་དེ་སོ་ཨ་ལ་དང་པོ། ཁ་སོག་རེད་ཆ་རྐྱེན་དང་པོ་གཉིས་ལ་ངས་ད་དེ་ཡོང་ས་མ་རེད་བསམས་སོ་ཁ་ཆེན་ད། ཆ་རྐྱེན་གཏོད་ས་གོ་རེད་བསམས་སོ་ཡིན་ན་ཡང་ད། བསམ་བློ་བཏང་དུས་རྩོམ་པ་ད་མ་འབྲི་བ་ཟེར་གྱི་མི་འདུག་བྱས་ཙང་ངས་གསོལ་ཞུགས་བརྒྱབ་པ་ཡིན། ཨ་ནི་མཐུས་དེ་འོ་སོ་ཡག་པོ་རེད་ཅེས་བྱས་སོ་ད་སང་ཉིན་ག་འདྲ་རེད་བྱ་འགྲོ་དང་བྲོ་བ་ག་འདྲ་ཡོད་མེད་དེ་འདྲ་ཧ་གོ་མ་སོང། སོབ་ད་ད་དེ་ཚོ་ག་འདྲ་བྱུང་གི་མེད་ད་ད་ངའི་ད་རྒྱ་གར་ནང་ལ་ཡར་འཐུས་སོ་དེ་ཐེངས་དང་པོ་ཡིན་པ་དེ་ཨོ་དཔེ་ཡག་པོ་ཆགས་སོང་ང་འཐུས་དེ་ཡག་པོ་ཞིག་ར་ཆགས་སོང་ཨ་ནི་སོ་ས་དེ་དེ་ད་ག་རང་ཏག་ཏག། འདུ་ཤེས་འཐུས་སོབ་ད་སོ་ས་བྱུང་མ་རེད་དེ་ཏག་ཏག་ང་ཚོའི་ནང་ལ་ང་རང་ཚོ་ནང་ནས་ད་ག་རང་ནས་ར་སོ་དེ་ཡག་པོ་ཞིག་ར་བྱུང་སོ་ཨ་ནི་དེ་ད་གར་སོ་རེད་དེ་ཁྲ་དེ་དངོས་གནས་བྱས་པས་ན་ཡག་པོ་ཞིག་བཟོ་ཡ་ཡོད་རེད་དེ་ནས་ད་རིང་ང་འཐུས་ཚོས་ད་ང་མ་སོ་ད་དགོངས་དག་ཆེ་བོ་ཞིག་ཡོད་རེད་དོ་ང་ཚོ་ད་ད་པ་ད་ཚོ་ང་དེ་དེ་ཡིན་པའོ་དེ་གི་ཕྱི་ནས། འདུ་བྱེད་དང་ང་ཚོ་དེ་གོ་བྱ་ཡོད་མ་རེད་ད་སང་ཉིན་ཞོགས་པ་གོ་བྱ་གསར་བ་ཞིག་ག་རེ་བྱེད་བཞིན་ཡོད་པ་འོ་དེ་གི་ཨ་ནི་ངའི་ཐག་པ་དེ་ཚོ་ལུང་ཁུག་དེ་ཚོ་ཚང་མ་ལོ་ད་ལྟ་ནས་གྲ་སྒྲིག་བྱེད་བཞིན་ན་སང་ཉིན་ཡར་ལངས་བ་དང་ཨ་ནི་དེའི་ལམ་སང་བཀྲ་ཤིས་བདེ་ལེགས་ལ་དེ་ཚོར་ཞལ་རག་གི་འདུག་ཨ་ཞེ་མོ་ད་ཡང་སང་ཉིན་ཞོགས་པ་དེ་ཡང་ཐག་པ་གར་བྱེད་ན་དུས་ཐུང་ཞུ་བ་ཅིག་འགོར་ས་རེད་ཨ་ནི་ཡིན་དེ་འདྲ་བྱེད་ད་ད་དུང་ང་ཚོ་ཡར་ནང་གཙང་མ་སོད་ད་ད་ཉལ་ཁྲི་གང་གི་ཐུགས་ལོ་ད་དེ་ཚོ་སྟབས་བདེ་བསྐྱལ་ད་མང་པོ་ཞིག་ལྷག་བསྡད་ཡོད་དེ་སུ་གཅིག་ད་དེ་ཚོ་ཚང་མ་བྱེད་ན་ཨ་ནི་ང་གཉིས་ཀྱི་ཚར་བ་འགྲོ་བོ་རེད། འདུ་བྱེད་དང་ང་ཚོ་གི་སང་ཉིན་གྱི་ཆེད་དུ་གྲ་སྒྲིག་ཚར་སོང་ཨ་ནི་ཚང་མ་ལོག་ལ་གཟིམ་ས་འདེད།